རྡོ་སྐལ་གྱི་རྒྱབ་ལྗོངས་མཁྱེན་ཡོང་ངེས་དེ་ཚོ་ར་བར་བེད་དེ་ཚོ་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ། དེ་བསོད་ནམས་ཨ་ནུ་ཐང་དང་གཏོར་མ་རྟ་མཆོད་ལུང་རྟོགས་དང་དེ་ཚོ་གི་ཁ་དམག་རྒྱབ་བཞག་རྒྱུ་གི་ཨ་ནི་བཀའ་དྲིན་ཆེན་པོ་གི་དྲིན་ལན་དེ་ཨ་ནི་ད་དགོ་ད་རིང་དེ་བ་ལ་ངའི་ཁ་ཆེམས live འགྲོ་རྒྱུ་དེ་ནང་ལ་ཁོ་རང་ཚོ་གི་དཔང་རྟགས་ཆགས་ཤིང་བཏོན་ཡོང་གི་འདུག་ད་ག་ན་ཞིག་ཁོ་རང་ཚོ་གི་ཁ་ནས་བཤད་བ་མ་ཟད་པ་ཁོ་རང་ཚོ་གི་བཤད་བཞག་རྒྱུ་གི་མིག་གི་ཁོག་པ་ནང་ལོགས་ལ་འབྲས་བཅུ་བཞག་རྒྱུ་དེ་དཔང་རྟགས་དེ་ཁོ་རང་ཚོ་གི་ཁོག་པ་ནང་ལོགས་ནས་ཡི་གེ་མ་ཚིག་ལ་སྤམ་ནི་མ་བྲིས་བཞག་རྒྱུ་དེ་ཚོ་གང་ག། ཁྱེད་དང་མཉམ་དུ་ང་ལ་དཔང་རྟགས་ཡོད། འདི་ཡིན་ངེས་ལ་ངས་ཀྱི post ཅིག་བྱས་པ་ཡིན། post འདི་ལ་ངས་གར་བྲིས་ཡིན་ལགས་ན། ད་ག་ཚད་སྲིད་སྐྱོང་སྤེན་པ་ཚང་གི་དགྲ་བོ་ལ་དགྲ་ལ་ཤེས་མ་སོང་ལ་ནི་ཨ་ནི་ཁ་ཤས་ལ་ཞུ་བོ་ཟུག་ཤར་བ། ཁོ་རང་ཚོ་ལ་ངས་ལན་འདེབས་ཡིན། དགྲ་བོ་ལ་དགྲ་ལ་ཡ་ལ་ཨ་ལས་དང་པོ། རྒྱ་མི་ཡིན་ང་རང་ཚོ་སྤྱི་ཚོགས་ནང་ལོག་སླེ་ཡོད་མ་རྟ་འདས་པའི་ལོ་བཞི་འདི་ནང་ལོག་ལ་ང་རང་ཚོ་ནང་མགོ་འཁྲུགས་བསྡད་པ་རེད།

ཁོ་རང་ཚོ་རྒྱ་མི་ལ་དགའ་ཡ་བྱེད་ཀྱི་འདུག་ལ་འདི་གང་ལ་ཁོ་རང་ཚོ་རྒྱ་མི་རང་རེད་འདུག་ལ་འོ་རེད་ཧ་གོ་ས། ཡིན་ནའི་ང་ཚོ་གིས་ཁོ་ཚོ་ལ་རྒྱ་མི་ལ་དགའ་ཡ་བྱེད་ཀྱི་འདུག་ལ་ནི་སྙན་ངག་བཏང་ནས་སྙན་ངག་མགོ་ཚུགས་ངེས་ཀྱི་མི་མ་རེད་ཁ་ཤས་ཅིག་གར་ཕྱིན་ལབ་པ་ཡིན་ན། ད་ལྟ་བར་དུ་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་ཅིག་ག་རེ་ཡོད་ལ་ན། ང་རང་ཚོ་སྤྱི་ཚོགས་ནང་གོ་ལ་གཅིག་གིས་གཅིག་ལ་མཛུ་གུ་བཙུགས་རེས་བྱས། ཨ་ནི། བཟའ་ཚང་འཁྲུག་རྒྱོག་པ་ར་ལ་སྐད་ཆ་བཤད་ཡ་ལ་སོགས་པ་སྤུ་གུ་རྩེད་ཤོ་ཡ་ལ་འཁྲུག། སྤུ་གུ་རྩེད་ཤོ་ས་ལ་ཨ་ནི་ཀིལ་འཛུལ་ཡ་ལ་སོགས་པ། ཨ་ནི་དེ་ནས་ང་ཚོ་མི་རེ་རེ་གཉིས་གཉིས་ག་རེ་ཟ་གི་འདུག་དང་ག་རེ་ཟ་གི་མི་འདུག་སུ་དང་འཆམ་གི་འདུག་དང་འཆམ་གི་མི་འདུག་དེ་འདྲའི་པ་ར་ལ་ང་ཚོ་གིས་སྐད་ཆ་མང་པོ་ཅིག་བཤད་ཡོང་དུས་ག་ལ་ད་ང་རང་ཚོ་བོད་པ་དེ་གཅིག་སྒྲིལ་ག་འདྲ་ལི་གི་རེད་ལ་ཡ་སྐད་ཆ་འཇལ་ཡ། ད་དང་པོ་ད་རིང་དེ་འོག་ལ་ཚང་མ་ལ་གཅིག་སྒྲིལ་དགོས་གོ་ར་ད། ཚང་མར་གཅིག་གཅིག་གོ་གོ་འོར་དེ་ཡིན་ན་ཡང་གཏོར་བཤིག་དེ་ཡག་ད་ཤི་ཏང་ཤ་རེད་ང་ཚོ་སྤྱི་ཚོགས་ནང་དོག་པ་གི་ཁེངས་དེ་འདི་ག་གཅིག་པོ་ཚེ་གི་མ་རེད་ད་སྲིད་སྐྱོང་གི་ཞབས་རྒྱ་གང་ལ་ལང་གི་ཡིན་ལ་ནས་སྐལ་དོག་ཨོ་ག་ཚང་གི་ཤེས་ནི་འགྲོ་དེ་ས་དེ་ཁོ་རང་གི་ནས་གཅིག་དྲི་ཁྱི་འོང་གི་ཡིན་ལ་འོར་སྲིད་སྐྱོང་ལང་གི་ཡིན་ལ་འོར་ཁོ་རང་ཚོ་ཧ་ཡ་གོ་གོ་ཡོད་པས་ཁྱེད་རང་གི follower བཀྲ་ཤིས་ཡ་ནི་འདྲ་བོ་གཅིག་གི་ག་རེ་ལ་གི་འདུག་ངས་དེ་དཔང་རྟགས་དེ་རྙེད་འདོག་སྐལ་དོག་ཨོ་ག་ཚང་ལ་བཀྲ་ཤིས་ཡོད་དེ་དཔང་རྟགས་དེ་ནང་ལོགས་ལ་ག་རེ་ལ་གི་འདུག་ལབ་པ་ཡིན་ན།

དཔལ་འབྱོར་ཉམས་བཞག་ལེགས་འདུག་ཨ། ད་དཔལ་འབྱོར་ག་བ་ཉམས་རེད་ལབ་ན་ཁོ་རང་ཚོ་གི་འབག་གུ་ཉམས་རེད། འོ། འདི་བྱས་ནས་ཁོ་རང་ཚོ་འབག་གུ་དེ་ཡར་སླར་གསོ་བྱེད་ག་ལེར་ལྟ། ཧ་གོ་སོང་ཨ། འོ། དེ་འདྲས་བྱས་ཡོད་འདི་གང་ལ་ཨང་ཏག་ཏག་བསྡད་གི་མི་འདུག། འདི་བྱས་ནས་ཨ་ལས་དང་པོ་ཁྱོད་རང་ཚོ་ཧའེ་གོ་གི་འདུག། ཨང་བྷ་ལ། བྷ་ཛ་ལ་མོ་ལ། ཁོ་རང་ཚོ་གི་སྐྱིད་མ་ལ་ག་ལར་ལབ་ན། བོད་མི་སྒྲིག་འཛུགས་ཁབ་གཙང་གཅིག་བཙུགས་གི་ཡིན་ལར་ཁབ་གཙང་གཅིག་བཙུགས་གི་ཡིན་ལ་ཚ་བའི་རྗེས་ཨ་ལ། ད་ད་ལྟ་ཡང་བསྐྱར་ད་ག་རང་བོད་མི་སྒྲིག་འཛུགས་ལ་གནས་དགོས་ཡ་ཆགས་དགོས་ཡ་ད་ག་རང་ལ་སླེབས་དགོས་ཡ་དེ་ག་རེ་རེད་ལ་དེ་ག་ལ་དེ་ཁོ་རང་ཚོ་གི་ལྐོག་ཟས་རིགས་སོང་བྱེད་ཡ་དང་ཨ་ནི་དེང་ཆགས་དེ་བོད་ཕྱོགས་ལོག་པར་བཏང་ཡ་དང་ཨ་ནི་རྒྱ་མི་ལ་དགོས་ཡ་མ་རྟགས་རྒྱ་མི་གི་ལས་ཀ་རང་བྱེད་ཀྱི་འོག་རེད་ང་རང་ཚོ་བོད་པའི་གི་སྤྱི་ཚོགས་ནང་ལ་བོད་པ་རྫུན་ནི་ཡོང་ནི་ད་ག་ཤེད་ཅིག་ལ་དངོས་གནས་སྲིད་སྐྱོང་སྤེན་པ་ཚེ་རིང་གིས་དགྲ་བོ་ལ་དགྲ་བོ་ལ་ཐུག་གི་མི་འདུག་ལ་ནི་ཁོང་ཚོ་ལ་དཀའ་ངལ་ཞིའུ་འདུག་ཨ། ད་དགྲ་བོ་ལ་དགྲ་བོ་ག་འདྲའི་ལ་བར་དགྲ་བོ་ལས་ལྷག་ཙི་གི་ཨ་ནེ་དགྲ་བོ་གི་ཨ་ཕ་དང་དགྲ་བོ་གི་སྤོ་སྤོ་རོགས་དེ་ཚོ་ང་རང་ཚོ་སྤྱི་ཚོགས་ནང་དོན་དུ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་མི་ག་ཤེད་ཅིག་ཨ་ནི་བད་ཁོ་ར་ག་ལ་བ་རེད་ང་རང་ཚོ་གི་མི་བསད་ཐུག་གི་འདུག་ཨ། ཨ། ད་འདི་ཡིན་ནའི་ང་ལ་ག་ཤེད་ཀྱི་ལ་ཡོད་ད་འདྲེ་མོ་དེ་ད་འདྲ་ཡི་ཤི་མི་འདུག་ཨ་ལ་ནི། ཨོ། དེ་འདྲའི་དགྲ་བོ་ཅིག་བཤད་ཡོད་འདི་གང་ལ་འདི་ག་རེད་ལ་བ་ཡིན་ན། ང་ཚོ་བོད་པ་དང་བོད་པ་རོ་ཨ། གཅིག་གིས་གཅིག་ལ་གསོད་ན་འདི་ཡག་པོ་བརྩི་གི་རོ། གཅིག་ཤི་རོ་བྱེད་ན་ལ་འདི་ང་ཚོ་ལག་དམར་བ། ཡིན་ནི་ཡང་ཁོ་རང་ཚོ་གི་དེ་འདྲའི་གྱི་ལ་ཤ་འདི་གང་ན། ད་འདི་གི་རྣམ་དཔྱོད་གར་སྟོན་སྐོར་ལ་འདི་གང་ལ་ང་རང་འདི་འདི་འདྲ་བོ་འདྲ་བོ་འདི་ཚོ་ང་རང་ཚོ་ནང་འགོག་ལ་ཡོད་ར་ད། ང་རང་ཚོ་བོད་པ་སེམས་མ་ཐུ་བ་དེར། སྤྱི་ཚོགས་དྲ་རྒྱ་ནང་ལོགས་ལ་ལོ་བཞི་འདི་ནང་ལོགས་ལ་ཕག་དཀྲུག་ཚུགས་དཀྲུག་ཡག་དཀྲུག་ངས་ཉི་མ་དང་པོ་ནས། འདི་སྲིད་སྐྱོང་སྤེན་པ་ཚེ་རིང་དང་བློ་བཟང་སེང་གེ་གི་སྐད་ཆ་མར་བཏགས། བློ་བཟང་སེང་གེ་ཡོད་དུས་གང་ལ།

ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་རྫུན་ཡོང་ཡོང་ནས་ཁོ་ཚོ་རྒྱ་མི་ལ་རྒོལ་ཡ་བྱེད་ཀྱི་ཡོད་མ་གཏོགས་ཁོ་ཚོ་རྒྱ་མི་རང་རེད། ཁོ་ཚོ་རྒྱ་མི་རང་རེད་མ་གཏོགས་ང་རང་ཚོ་བོད་པའི་གི་ནང་མགོ་ནང་མགོ་ལ་གཏོར་བཤིག་བཏང་ཡ་དང་ནང་མགོ་ནང་མགོ་ལ་སེམས་ཁམས་འཕྲོད་བསྟེན་དཀྲུག་ཡ་གི་སྐད་ཆ་རྩ་བ་ཉིད་ནས་བཤད་ཀྱི་མ་རེད། ཨོ་ཀེ། ཨོ་དེ་ཅིག་ལ་ད་ག་ཅིག་པུ་ཚད་ཀྱི་མ་རེད་ཨ་ནི་ག་ཤེད་ཅིག་གི་སྤུ་གུ་གི་སྐད་ཆ་ན་ཤི་མི་དད། མོ་བསོད་ནམས་ཁ་ས་ཧོ་ཕློ་བསོད་ནམས་ཉོན་མོ་ཉག་རེད་ལད་དོ་མོ་བསོད་ནམས་རྡོ་རྗེ་ཧོ་ཕློ་མོ་གི Boyfriend རེད་ལད་དོ་དེ་འདྲའི་སྐད་ཆ་རོ་ཁྱེད་རང་ཚོ།

རྫ་ར་བ་ར་ར་བ་རི་བའི་དེ་ཚོ་མ་དེ་ད་ལས་ཇོ། ཁྱོད་རང་ཚོ་གི་ཨ་ཕ་དང་ཨ་མ་དང་ཡི་གེ་སྒོ་གང་ལ་འདེད་རྒྱུ་དེ་ཚོ་དེ་ཚོ་སྐད་བཏང་ཤོག་དེ་ཚོ་དང་ང་ཚོ་བགྲོ་གླེང་བྱེད་དགོས། ཡིན་པ་དེ་ཡིན་པ་གང་ལ་བཤད་དགོས་ང་ཚོ་འདི་ལོ་གོ་རེད། ང་ཚོ་བད་ཀོ་ར། Constructive Criticism། གང་ལ་སྐད་ཆ་བཤད་དགོས་རེད། ཁྱེད་རང་ཚོ་གི་སྐད་ཆ་བཤད་ཡ་དེ་ཆོ་མེད་རྒྱོ་ཨ་མིག་མཐོང་གི་མཐོང་གི་ལ། ང་ལ་བཟའ་ཚང་ཡོང་བ་མིག་མཐོང་གི་མཐོང་གི་ལ་ཨ་ནི་ང་ལ Boyfriend འདུག་ང་བསོད་ནམས་ཧོ་ཧོ་ཕློད་ཉེ་མོ་ཉག་གི་འདུག་ལས་དྲོ་གི་སྐད་ཆ་ག་རེ་བཤད་དགོས་རེད་ད་མི།

ཧཱུྃ་ས་ཕོ་ལོ་མོ་ལོ་ལས་སྡུག་ག་རེ། གཟུགས་པོ་དེ་ཕོ་གི་གཟུགས་པོ་དེ་ཁྱི་བྱས། ཁ་དེ་སྐྱེ་མེད་ཀྱི་རྐུབ་ལས་བཙོག་ག། སྐྱེ་མེད་ཀྱི་རྐུབ་ལས་བཙོག་ག་ལ་དེ་གང་ལ་ངའི་སྨན་བཙོང་མ་གི་རྐུབ་ལས་གོ་ད་ཧཱུྃ་ས། དེ་འདྲའི་དགྲ་བོ་གི་ཁ་དེ་ཚོ་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཅག་ཅག་མ་མ་མང་པོ་བཤད་དེར། ད་ག་རང་གཉིས་དེ་རེ་ད། ན་གཉིས་ལོ། ག་རེ་ལ་བར་ལ་ན། སྙེ་མ་ཉིས་སྟོང་ཉི་ས་གཅིག་ལ་ཨ་ནི། ག་རེ་ས། སྲིད་སྐྱོང་ལ་ལང་གི་ལ་དེ་གང་ལ་ང་ཚོ། ཁར་ས་རྒྱ་རི་སྒྲོལ་མ་ལ་སྤྲད་དགོས་ཡ་རེད། ངས་རྒྱ་རི་སྒྲོལ་པད་མ་ཆོས་རྒྱལ་གྱི་ལ་རེད་ཁ་བོད་ཁ་ཆེ་པད་མ་ཆོས་རྒྱལ་གྱི་ལ་རེད་ངས་རྒྱ་རི་སྒྲོལ་མ་ལ་སྤྲད་དགོས་རེད་ལ་འདི་ག་ལ། ཨ་ནི་ཁོ་གར་ས། སྐྱོ་དོ་ཨོ་ག་ཚང་ཁོ་རང་རང་ལང་གི་ཡིན་ལང་གི་ཡིན་ལ་འཚང་ཁ་ཤིག་ཤིག་བྱས་པ་རེད། བྱས་མེད་ན་དུས་འདི་ག་ལ་བློ་བཟང་སེང་གེ་གྱི་ལ་རེད་རྒྱ་རི་སྒྲོལ་མ་བྱུང་ན་ཡག་པོ་འདུག་ལ་ནི། ཨ་ནི། ལ་གི་ལ་གི་ལ་ཁོ། གར་ས་འཕག་འཚག་བློས་མང་དྲགས་ནས་ཨ་ནི། ཁོ། སྐྱོ་དོ་ཨོ་ག་ཚང་ཁོ་ཤོར་བ་རེད། ཤོར་བ་རེད་ལ་ན།

ཕྱོགས་རིས་དང་དཔུང་རིས་རེད་འདུག་ཨ། དེ་ག་རེད་ལ་ན་དེ་འདྲའི་དགྲ་བོ་གི་སེམས་ཁང་འཁྲུག་བདེན་འཁྲུག་སྐྱོ་གི་ང་རང་ཚོ་སྤྱི་ཚོགས་དཀྲུག་གི་ཡོད་རེད་ད། དེ་ག་ཅིག་པུ་ཚེ་གི་མ་རེད་མི་མ། ངས་ག་རེ་ལབ་ཡ་ལབ་ཡིན་ན་ཁ་ཚེ་ངེད་ཅག་རེད། དེ་གཏོར་མ་གཏམ་རྩོད་ལུང་རྟོགས་དེ་ཚོ་གསུམ་ཨ། ག Three Stooges ལགས་ཡོད་རེད་ཨ། གྷན་དྷི་ཇི་གི་སྟེན་བན་དར་ལགས་ཡོད་རེད་ཨ། གྷན་དྷི་ཇི་གི་སྟེན་བན་དར་དེ་ཁོ་ཚོ Three Stooges ལས་ཡག་ག་ཡོད་རེད་ད།

དགྲ་ལ་སྙིང་རྗེ་གི་ཡུལ་གྱིས་བཏང་གོ་བ་ལ་ནི་ཤེས་པ་དེ་ང་ཚོ་གི་མི་མང་གོ་གི་མི་འདུག་བ་དེ་བྱས་ནི། ངས་སྤྱི་ཚོགས་ནང་དོན་ནི་ག་ལ་འོག་ལ་ང་བྱིས་ཐུག་གི་ཡོད་ལ་དེ་ངས་གི་ཁ་ཤས་ལབ་གི་འདུག་བ། ཨ། མིག་གི་ལྟོས་ར་བཏང་གི་རེད་ལྟོས་ར་མིག་གི་བཏང་གི་རེད་མ་གཏོགས་སོ་སོ་བཏང་གི་མ་རེད་ལབ་གི་འདུག་བ་དེ་རིང་ཁ་སང་གི་འཛམ་བུ་གླིང་ལ་དེ་འདྲས་ཡོད་མ་རེད། ཨ་ནི། བྱིས་ཐུག་གི་ཡོད་ལ་ངས་དེ་འདྲས་མང་པོ་ཐོན་གི་རེད་ད་ཨ་མདའ་སྐད་ཐོག་ཨོ་ཁ་ཚང་འདྲ་བོ་གཅིག་སྒྲིག་གི་སྐད་ཆ་བཤད་ཡོང་གི་འདུག་བ། ལ་ཁ་བྱེད་ཀྱི་རེད་དེ་ཡིན་ནི། ལབ་ནི་ཐུག་གི་ཡོད་པས་ལ་ཡའི་སྐད་ཆ་ཅིག་རེད་བ།

Confidence ཅིའི་མི་འདུག་དེ་སྲིད་སྐྱོང་གི་ཞབས་བཀྱག་ལ་ཡོང་གི་ལགས་འོར་ཨ་ནི་ཁ་མེད། Confidence ཡོང་གི་མ་རོ་ཨ་ཁ་ཆེ་ན་ན་ཁོ་རང་ཚོ་ལ་དད་པ་དམ་ཚིག་ཡོད་མ་རེད་དད་པ་དམ་ཚིག་ལ་དེ་ག་ལ་ངས་ཆོས་སྐད་ཆ་བཤད་ཀྱི་མེད་ད། བོད་པ་ཡིན་པའི་གི་ཞེན་ཁོག་ཡོད་མ་རེད། ཁར་ཆེ་ན་ན་མཐོང་གི་འདུག་ཨ་བོད་པའི་གི་ལྕགས་སྤྲེལ་ལག་དེབ་ལ་ཕྱེ་ནས་རྒྱག་གི་ཡོད་རེད་ཨར་སི་ལ་ཕྱེ་ནས་རྒྱག་གི་འོར

དེའི་ཨ། ཀུན་དགའ་འཕྲིན་ལས་དང། གར་ས་འདི། སྐལ་རྡོ་ཨོ་ཀ་ཚང་ཁྱོད་རང་གཉིས་ཀར་དྲི་བ་ཡིན་ད། ཨ། འདི་དང་འདི་ངན་པ་ལགས་སོ་ངན་པ་ལགས་ཀྲེ་ག་བ་ག་ས་འཛམ་བུ་གླིང་ག་བ་ག་ས་ནས་ཨ། ས་གནས་ཉི་ཤུ་རྩ་དྲུག་ཡོར་ས་དེ་བ་ནས་ཨ་སུ་དེ་སུ་ལང་གི་ཡོད་ན་ཁྱོད་རང་ཚོ་རོབ་ཅོག་ཁ་ཤས་ཅིག་གིས་འོས་ཁི་ནི་ཁྱོད་རང་ཚོ་དེ་འདྲི་འདྲ་བོ་ལ་འོས་བླུག་ནི་དགོས་ཡ་ཡོད་མ་རེད་ཁྱོད་རང་ཚོ་ན་ཉེ་ལོག་ནི་ན་ཉེ། ཉིས་སྟོང་ཉིས་བརྩ་གསུམ་ནི་ལ་ཡིན་པ། ཨ། བོད་མི་སྒྲིག་འཛུགས་ཁ་བཙང་བཙུགས་གི་ཡིན་ལ་ཡིན་པ་དེ་ལ་རྒྱུགས། ཁ་བཙང་ཚུགས། ཧཱུྃ་ས། ང་རང་ཚོ་ཙར་སླེབས་དགོས་ཡོད་མ་རེད། འདི་རྡ་རམ་ས་ལ་གི་མི་གི་འོས་བླུགས་བ་ནི་ག་རྗེས་མཇིག་ཡིན་བསམ་གི་ཡོད་ས་རེད་ལ་ནི་ལག་ངན་འདི་ཚོ། རྡ་རམ་ས་ལ་ལ། མི་སུ་དང་སུ་གི་བླུགས་ནག་རེད་འཛམ་བུ་གླིང་ནང་ལ་སྤྲེལ་མ་ནང་བཞིན་འཐོར་བཞག་གི་ཡོད་བོད་པའི་ནང་ལ་སུ་དང་སུ་གི་ང་རང་ཚོ་བོད་མི་སྒྲིག་འཛུགས་ལ་བརྩི་བཀུར་གི་ངང་ནས་བླུགས་པ་ཡིན་ནག་རེད

འདི་བྱས་ནི་ལ་བོར་ཁྱོད་རང་ཚོ་སྐད་ཆ་ཉན་ས་དེ་ནོར་རེད་ལ་ནི་ཁྱོད་ཚོ་ཡར་རྒྱས་འགྲོ་མི་འདུག་ལོ་བཅུ་ལས་ལྷག་ཁ་དར་རེད་ད་འདི་གཏོར་མ་གཏམ་ཚོད་ལུང་རྟོག་གི་ཡིན་ནི་ཡང་ཁྱོད་རང་ཚོ་གི་ཆབ་སྲིད་ཀྱི་གོ་རྟོག་བེད་བེད་བེད་མི་འདུག་བ་ཁྱོད་རང་ཚོ་གི་རྣམ་དཔྱོད་བླ་ན་ཆུང་རུ་ཆུང་རུ་ཨ་འབྲས་ཀྱི་འབྲས་བུ་ན་ཞིག་ཆུང་རུ་ཆུང་རུ་འགྲོ་གི་འོར་ད་ཧ་ལས་བེད་ཀྱི་ཐབས་སྐྱོ་བོར་ཁྱོད་རང་ཚོ་འདི་འདྲས་བྱས་ཡིན་ཙང་ཁྱོད་རང་ཚོ་མི་ལ་ཁ་གྲགས་ཕོད་ཤིང་གི་འོ་མ་རེད་སྐད་ཆ་བཤད་སྟངས་ཤེས་ཀྱི་ཡོད་མ་རེད་ང། རྡོ་རྡོ་གི་སྤྱི་འཐུས་རྡོ་རྡོ་གི་སྤྱི་འཐུས་མ་རེད་ང་མིན་རྡོ་རྡོ་གི། སྤྱི་ཚོགས་ནང་ལོགས་ལ་ཉི་མ་གཅིག་ཡོང་ཡག་གི་གོ་སྐབས་ཅིག་རག་པ་ཡིན་ན་ངས་ཁྱོད་རང་ཚོ་ལ་བཤད་ཡག་དེ་ཐག་རང་ཡིན། སྙིང་རྗེ་གི་ངང་ནས་ང་རང་རྡོ་རྡོ་གྱི་རོ་ཨ། ངས་སྙིང་རྗེ་ངང་ནས་ག་རེ་ལ་ཡ་ལ་ན། དང་ཤོས་དེ། སོ་སོ་ནོར་འཁྲུལ་ཁས་ལེངས་སོ་སོ་ནོར་འཁྲུལ་ངོ་ཤེས། ཨ་ནི་ཁས་ལེངས། ཨ་ནི་གཞི་ནས་སྐད་ཆ་ཉན། མ་གཏོགས་ཨ་མཆོག་གཙང་མ་བཟོ་དགོས་འདུག་ཨ་མཆོག་ནང་ལ།

རྒྱབ་ལྗོངས་ཁྱིས་བྱས་ནས་ཨ་ནི་ཁྱེད་རང་ཨ་རི་ནང་སླེབས་ཡིན་པ། དེ་གང་གཱས་ཡོང་ཚར་བ་བརྒྱད་ལ་ད་རིང་ད་མགོ་ད་རིང་ཁྱོད་རང་ཚོ་གི་ཁ་དམག་རྒྱ་དག་གིས་བྱས་ནས་ང་ཚོ་སྤྱི་ཚོགས་ནང་ལ་མི་མང་གོ་བ་བེད་བེད་གཏོ་ཆགས་འོག་རེད། འདི་གང་གཱ་ཡིན་འདི་གང་ལ་ཁྱེད་རང་ཚོ་གི་དངོས་གནས་བོད་མི་རིགས་ལ་ཤ་ཞེན་ཡོད། ང་རང་ཚོ་བོད་མི་སྒྲིག་འཛུགས་ལ་བརྩི་བཀུར་ཡོད། བོད་ནང་ལ་ཡོད་ངེས་བོད་མི་མང་གི་སྐུ་ཚབ་ང་རང་ཚོ་བཙན་བྱོལ་ནང་ལ་ཡོད་དེ་ངེས་ཀྱི་བྱེད་དགོས་དེ་ལ་ང་ཚོ་གི་དངོས་གནས་མཉམ་རུབ་བྱེད་ཀྱི་ཡིན་རོགས་པ་བྱེད་ཀྱི་ཡིན་བསམ་ན། ནམ་པར་དང་པོ་དེ་ང་ཚོའི་སྤྱི་ཚོགས་ནང་ལ། དེ་འཕྲེད་མི་མང་པོ་གི་ཁ་དམག་རྒྱག་གི་འདུག་འཁྲུག་པ་རྒྱག་གི་འདུག་འཁྲུག་པ་རྒྱག་པའི་རྒྱུ་མཚན་ག་རེ་རེད་དོ་དེ་རྩ་གཅོད་གཏང་གི་རེད། དེ་སུ་གས་རྩ་གཅོད་གཏང་ཡོད་རེད་གཏང་གི་ཡོད་མ་རེད། དེ་རྩ་གཅོད་གཏང་ངེས་དེ་ང་བྱུང་ཡོད་རེད་ད། ཧ་གོ་གི་ཡོད་ན། གཅིག་གི་ང་ཡིན་ལ་བོར་གཅིག་གི་ཕ་གི་ནི་ང་ཡིན་ལ་བོར་དཀྱིལ་མ་ལ་ཡོང་ནི་ངས་དངོས་གནས་ཡིན་པ་དེ་ཡིན་པ་གང་ལ་བཤད་ནི་ངས་དངོས་གནས་གོ་ད་ནོར་ས་ལ་ནོར་བཞགས། ཁྱེད་རང་ཚོ་གོ་ད་བཤད་སྟངས་ནོར་ས་ལ་བཤད་སྟངས་ནོར་བཞགས་ལ་ནི་ལབ་ངེས་ང་གཅིག་ཐོན་ཡོད།

སྐྱག་པ་བཟོ་དེ་ཡག་པོ་དྲི་ཤིང་གི་ཡོག་མ་རེད། ག་ལ་ན་ཁ་དེ་བྱུང་ནས། དེ་འདྲའི་ཆེ་ནས་ཁ་བྱུང་བ་ནང་བཞིན་གྱི་ཁྱོད་རང་ཚོ་གི་ཀླད་པ་ཡི་བྱུང་ནས་ཁྱོད་རང་ཚོ་ཨ་ནི་མགོ་བརྡོ་ཆག་རུག་གོ་རེད་ལ་ནི་ལ་གོའི་རྒྱུ་མཚན་འོ་དེ་རེད། དེ་བྱས་ཙང་ཁྱོད་རང་ཚོ་ཡིན་པ་དེ་ཡིན་པ་ཤེས་གོ་རེད། མེན་པ་ཅིག་ག་རེ་བརྩོད་ག་ཡོང་གི་ཡོག་རེད། ད་ད་ད། ཁྱོད་རང་ཁྱོད་རང་གི་ང་ལ stress relief བྱེད་ཀྱི་འདུག་ས་ངས་ཁྱོད་རང་ལ་ག་རེ་ལ་ལ་རེད་འདུག་ས་ཤངས་ཙི་མ་ས། ཅིག། ཨ། ད་དེ་ཚོ་སེམས་ཁམས་འཁྲུག་ལྡན་ནད་པ་རེད། ང་ལ་སྨྱོན་མ་ལ་ག་ལི་གོར་སྨྱོན་པ་དངོས་གནས་ཁོ་ཚོར་ད། ང་མཐོང་ལོང་ཡོད་མ་རེད་ཨ་ནི་ང་མཐོང་བ་ལྟར་ཁ་མང་རྒྱག་ཡ་རག་གི་འདུག་སྟུ་རི་ངན་ཚིག་བཤད་ཡ་རག་གི་འདུག་ལ་ནི་ཁོ་ཚོ་སྐྱིད་པོ་ཆགས་ཀྱི་འདུག་ས། ཁོ་ཚོ་གི stress དེ་ཨ། relieve བྱེད་ཀྱི་འདུག་ས། stress དེ་མ་དྭངས་འགྲོ་གི་འདུག་ས། ད་དེ་སེམས་ཁམས་འཁྲུག་ལྡན་མེད་ན་ག་རེ་ཨ།

ཁོ་རང་གི་སྐད་ལ་སྐད་ཤུགས་མི་འདུག་གཟི་བརྗིད་མི་འདུག་དབང་ཐང་མི་འདུག་ཉམས་མི་འདུག་སྲིད་སྐྱོང་ལང་གི་ཡོད་གི་ཉམས་ཁོ་རང་མི་འདུག་དེ་འདྲའི་དགྲ་བོ་གི་མི་གཅིག་གླན་ཡོད་དེ་ག་ལ། ཁྱེད་རང་ཚོ་བསམ་བློ་གཏང་ཐུབ་ཀྱི་རེད། ཁོ་གར་ཕྱིན་ནས་དེ་ག་ཟེ་གི་གཉའ་ཆག་པ་རེད་བས། སྐལ་རྡོ་བ་ཚང་གཉའ་ཆག་པའི་རྒྱུ་མཚན་ག་རེད་ལ་དེ་ག་ལ། རྒྱུ་མཚན་ཁྱེད་རང་ཚོ་རང་སྤྲད་ཀྱོག་རེད་གཏོར་མ་བཏབ་ཚེ་ལུང་རྟོགས་ཁྱེད་རང་ཚོ་གི་ཨ་ད་རན་ཤ་གླིང་བྱེའུ་ཡིན་བས་གི་སྐད་ཆ་ཅིག་བཤད་ཟ་གི་མ་ལ་ཁྱེད་རང་ཚོ་གི་ཚིག་བརྟན་པོ་འདུག་བས།

གཏོར་མ་བཏབ་ཚེ་ལུང་རྟོགས་ཉིད་ནམ་ཞག་རྒྱུན་དུ་ལགས་དང། ཁྱོད་རང་ཚོ་འཁོར་གྱི་རྩོམ་ལགས་དུ་ཨ། ང་རང་ཚོ་སྤྱི་ཚོགས་ནང་ལ་ང་རང་ཚོ་གི་སྤུ་གུ་དེ་ཚོ་གི་ཨ་ནི། རྙ། མ། བཅག་ཅིག་བཅག་གི་འདུག་ཁྱེད་རང་ཚོ་གི། ཨ་འདི་ག་གཅིག་པུ་ཚད་གི་མ་རེད། འགའ་ཤ་གཏམ་གྱི་ཐུགས་ཐག་ནང་ལ་དཔེ། ཉིས་བརྒྱ་ལྔ་བཅུ་ང་གཅིག་དང་ང་གཉིས་པ་ར་ལ། འོ་དེ། སྐལ་རྡོར་ཨོ་དཀར་ཚང་དང་གཡུ་སྒྲོན་ཨོ་དཀར་ཚང་གི་ཨ་ཕ་གི་མིང་ངས་བྲུས་ཡོད་རེད།

ཧ་ལས་པའི་ཐབས་སྐྱོ་པོར་བལྟ། བོད་མི་གྲུབ་ཚོགས་ཀྱིས་སྲུང་སྐྱོབ་བྱེད་ཀྱི་ཡོད་རེད་བོད་མི་གྲུབ་ཚོགས་ཀྱི་ལོ་གོ་རེ་ང་ཚོ་སྤྱི་ཚོགས་ནང་ལ་བོད་པའི་དེ་རྒྱ་མི་གི་སོ་བ་དང་འཛམ་བུ་གླིང་གི་སོ་བ་དེ་ཡོང་སྲིད་ཀྱི་ཁོ་རང་མ་རེད་དེ་ང་རང་ཚོ་གི་བོད་མི་རིགས་ཡིན་ངས་བདག་པོ་རྒྱག་གི་ཡིན་ལ་གི་ལ་གི་ལ། ཨ། ང་རང་ཚོ་བོད་མི་གྲུབ་ཚོགས་ཀྱི་བདག་པོ་རྒྱག་གི་རྒྱག་གི་ལ། ཨ་ནི། པུ་གུ་རང། དེ་སྤྱི་འཐུས་དང། ཨ། དེ་སྲིད་སྐྱོང་གི་ཞབས་རྒྱག་ལ་འཚང་ཁ་ཤིག་ཤིག་གི་ངོ་ཨ་ནི། ད་ག་ཟེ་ཆགས་པ་རེད།

ཁྱེད་རང་གི་ཁ་བ་ནི་རྟགས་མ་རྟགས་རེད་མ་གཏོགས་ང་ཚོ་སྤྱི་ཚོགས་ནང་ལོགས་ལ་ར་སོ་སོ་ཕ་མ་བཙོང་ནས་འགྲོ་དེ་ངས་སྤུ་གུ་དེ་འདྲ་མང་པོ་ཡོད་རེད་རོ། ཨོ་ཞེ་ན། ཕ་མ་གི་སྤུ་གུ་ལ་མིང་སྤྲད་ཨ། རྒྱུ་སྤྲད། རྒྱབ་ལྗོངས་སྤྲད་གང་ག་བྱས་ནས། བྱས་ནས་ད་འདོད་ཡེ་ནས་སྤུ་གུ་གི་ཕ་མ་བཙོང་ནས་འགྲོ་དེ་ངས་མང་པོ་ཡོད་རེད་བཟའ་ཚང་བཙོང་ནས་འགྲོ་དེ་ངས་མང་པོ་ཡོད་རེད་ཧ་གི་སོ་ཨ། ང་མི་གཅིག་ཡིན་ས་རེད་ཨ་ལེགས་ཀྱི་ན། ཕ་མ་ལ་ཕ་མིང་སྤྲད་ངེས་ཅི་ཨ། ཨོ་དེ་ཡིན་དུས་གང་ལ། ཁྱོད་རང་དང་ང་ཚོ་གི།

ད་ད་ངེད་ཀྱི་ཤེས་བདེ་ཞིག་འདུག་ཨ། འདི་ཉི་མ་གཅིག་ཡང་ཁྱེད་རང་ཚོ་ལ་སྒོ་ཁུག་རེད་ད། འདི་བྱིན་ནས Archive ནང་ལོག་ལ་བཞག་ཡ་དཔེ་གལ་ཆེན་པོ་རེད། ཟུར་ལ་མི་བསྡད་དཔང་རྟགས་ལ་ནི་བཞག་ཡ་འདི་དཔེ་གལ་ཆེན་པོ་རེད་ད་མི་དམངས་ང་དཔང་རྟགས་བཞག་གོ་མ་རྟགས་ད་ངེད་ཀྱི་ཤེས་བ་འདི་ཤེས་བར་ད། ཤེས་ཀྱང་ཤེས་ཀྱང་ག་ལ་ན་ངེད་ཀྱི། ང་མི་གཞན་པ་གི་ག་རེ་ག་རེ་ལབ་ཀྱི་འདུག་དེ་ཚོ་ངས་བཞག་ཀྱང་བཞག་ཀྱང་བྱེད་གོ་རེད། ངའི་ཤེས་བ་འདི་དེ་ནས་མ་ཁྱེད་རང་ཚོ་གི་དཔང་རྟགས་བཟོས་ནས་བཞག་གོ་རེད་ད་ཟུར་ལ། ངས་འོ་དེ་ར་ལས་ཨོ་ཀེ་ཏི་ཆེ་ན་མི་དམངས།

བོད་མི་སྒྲིག་འཛུགས་ལ་ཆེ་མཐོང་བྱེད་ཀྱི་ཡོད་མ་རེད། བོད་མི་སྒྲིག་འཛུགས་ཀྱི་ཨ་ནི་ལྕགས་སྤྲེལ་ལག་དེབ་ལ་ཆེ་མཐོང་བྱེད་ཀྱི་ཡོད་མ་རེད། བོད་མི་སྒྲིག་འཛུགས་ཀྱི་ག་རེ་ཨར་སི། ང་ཚོ Refugee ཡིན་པས་རྒྱ་གར་ལ་བསྡད་དུས་གང Refugee ཡིན་པས་ཀྱི་ཨར་སི་བརྗོད་རོགས Refugee Card། དེ་ལ་ངོས་ལེན་བྱེད་ཀྱི་ཡོད་མ་རེད། འཛམ་བུ་གླིང་ལ International ལ་འགྲོ་དུས་གང་ལ་ཨ་ནི International གྱི་ཕྱག་ལས་རྒྱག་གི་འདུག་རྒན་མོ་ཤ་ས་རེད་དེ་ལ་གས་གུས་ཀྱི་ཡོང་གི་འོག་མ་རེད་ལ་ནི་ལགས་ཚར་བཅད་ལ་ཐིག་གི་སྡིངས་ཆ་གང་ལ།

ག་ལོག་རེད། ནག་པོ་བྱི་ཡ་ང་རང་ཚོ་གི་བོད་མི་མང་སེམས་ཁང་འཁྲུག་དེང་དཀྲུག་ཡ་ད་ལྟ་བོ་དོ་སྤྱི་ཚོགས་ནང་ལོག་ལ་ཁྱོ་ག་སྐྱེ་མེད་འཁྲུག་ན་རེད་སློབ་གྲ་ནས་དགེ་རྒན Transfer ཆག་ན་རེད་སྤུ་གུ་འཁྲུག་པ་ཤོར་ན་རེད་ཨ་བཟའ་ཚང་འཁྲུག་པ་ཤོར་ན་རེད་དེ་གང་ག་གང་ལ་ཁོ་ཚོ་གི་སྐད་ཆ་གཅིག་གང་ག་བཤད་ནས་ཨ་ནི Justice for this and Justice for that ཨ་ནི་ང་རང་ཚོ་སྤྱི་མཐུན་ཚོགས་པ་ག་བ་ག་ས་ལ་རྙོག་གྲ་བཤད་གི་འདུག་ག་བ་ག་རྙོག་གྲ་ག་ཚད་ཡོད་རྒྱུ་དེ་ཧ་ལ་མ་སོང་ན་བུད་མེད་སྒྲིག་འཛུགས་ཀྱི་རྙོག་གྲ་ཡིན་རྒྱུ་ན་ཤི་ཨ་རྒྱ་བོ་རིན་པོ་ཆེ་གི་སྒྲིག་མ་སོང་དོང་དོང་དེ་འདྲས་ཀྱི་རྣམ་པ་གྱིས་སྟོན་འགྲོ་དེ་ཡོད་རེད།

ཡིན་ནས་ཁོ་ཚོ་བར་ལས་སྡུག་ཅག་དྲི་ངན་ཁ་ཤས་འབྱོར་དེ་ཚོ་གར་གྱི་ཡུལ་ལ་ན་དཀྲུག་ཤིང། དཀྲུག་ཤིང་རྐྱང་རྐྱང་རྒྱབ་ཨ། ངོ་ཚ་ཡས་མེད་ཀྱོ། ཁྱེད་རང་ཚོ། རྒྱ་མི་ལ་དགོད་ཡས་རྐྱང་རྐྱང་བྱེད་ཀྱི་འདུག་ཚེ་འདི་ག། ནག་པོ་ལ་ན་ཚེ་འདི་ག་རེད་ཨ། དེ་ལས་ལྷག་འགྲོ་གི་མ་རེད། ཁོ་རང་ཚོ་དེ་བསྡད་ནས་ན་གར་ལ་ཡོད་ལ་ན་ཁྱོད་འདི་བྱེད་ཡིན་པ་ཁྱོད་ཨ་སྒོར་མོ་འབུམ་བཟའ་མི་ཡིན་པ་ཁྱོད་རང་ལ་སྤུ་གུ་སྐྱེ་ཡས་མེད་ཨ། ཁྱེད་རང་གི་ཨེ་བོ་ཤོན་མང་པོ་བྱེད་ཡིན་པ་ཨ་ནི་ཁྱེད་རང།

ཨིང་གཟུགས་ཡ་དེ་ཆོས་གཟུགས་བོར། དེ་བྱས་ནས་བོད་ནང་ཁོང་ནི། ང་རང་ཚོ་གི་མི་རིགས་རྒན་པ་དེ་ཚོ་མང་ཆེ་བ་གྲ་པ་དང་ཨེ་འདྲེ་ནང་ལ་ཡོད་པ་རེད། ད་ཕྱིས་སུ་ཨ་ནེ། ད་མི་འབུངས་ད་ཞེ་དྲག་མ་བྱུང་ན་རྒྱ་ཁབ་ཀྱི་དོན་དག་ལ་མི་འབུངས་བཅས་ཨང་ཀི་འཕེལ་ན་ཡག་པོ་འདུག་ཨ་བསམ་ནས་ད་ཁ་ཤས་ཀྱི་མི་ཚེ་སྐྱེལ་རོགས་ཅིག་ཚེ་ཨ་ནེ་དེ་ནས་མ་སྤུ་གུ་ཅིག་སྐྱེས་ཨེ་འདྲེ་ཕྱིར་འགྲོ་དེ་ངས་མང་པོ་ཡོད། ད་དེ་ཚོ་ཁ་ཡོད་མ་རེད། ཡིན་ནས་དེ་གི་རྗེས་སུ་མི་འདས་ཨ་ནི་ཁ་ཤས་ཕ་མ་གི་སྤུ་གུ་གསོད་མ་ཐུབ་ནས་ཨ་ནི་སྤུ་གུ་གར་ས་དགོན་པ་ལ་བླུག་ཨ་ནི་དགོན་པ་བླུག་དེ་གང་ལ་བསྐོར་རོགས་ཨ་བསྐོར་དེ་ཡག་པོ་བྱིན། བསམ་བློ་དང་པོ་ནི་རང་ག་ལ་གོ་རེ། སྐུ་རླུང་ཡག་པོ་མེད་ཡིན་ཙང་ཨ་ནི། Result དེ་དེ་འདྲའི་དོན་གོ་འབྲས་བུ་དེ་དེ་འདྲའི་འདྲ་བོ་དོན་གོ། དེ་དོན་ཡོད་དུས་གང་ལ་ཨ་ནི་དེ་གི་རྒྱུད་ནས་སྐུ་མ་རྒྱ་གོ་ཏུ་ཨ་དགོན་པ་ནང་ལུགས་ལ་ཡོད་རྒྱུ་ཡོད་རྒྱུ་ལ་བཟང་ཕྱོགས།

ཨ་སྐྱེ་བ་སྙན་མ་གི། ད་ཅིག་བྱེད་ཡོད་ས་རོ་བ། ཨོ་དེ་གི་ཨ་ནི་དེ་དེ་ལན་འགའ་སླེབས་པ་རེད་མ་གཏོགས་ཁྱེད་སྐུ་ཅིག་མ་རེད་དེ་ལས་ལྷག་ཁྱེད་སྐུ་ཅིག་མ་རེད། ད་དུས་ཡིན་ནའི་ཁོང་ཚོ་སྤྱི་ཚོགས་ནང་གོ་གི་མི་འདུག་བསམ་ན་ངས་བཤད་ཡ་དེ་ད་ག་རང་ཡིན་ང་ཚོ་སྤྱི་ཚོགས་ནང་ལོག་ལ་གོ་བ་འབེག་ཏོ་རེད། ད་ལྟ་བར་དུ་ངས་གི་ག་རེ་བཤད་བཞག་རྒྱུ་དེ་ག་འགའ་གོ་བ་འབེག། ཁོང་ཚོ་གོ་བ་ག་འདྲི་འབེག་ཏོ་ཆགས་འདུག་ཨ་ནི་ག་བ་ལ་ནོར་འདུག་ངས་དེ་ག་རང་བཤད་པ་རེད། ད་ང་རང་ཚོ་གི་ཡི་གེ། ག་ལ་འོང་རེད་བོད་མིའི་སྒྲིག་འཛུགས་ཀྱི་ཞབས་བཀྱག་གང་ལ་དེ་ངེས་དང་རྐུབ་བཀྱག་གང་ལ་དེ་ངེས་དེ་ཚོ་ཁོ་རང་ཚོ་འདྲ་བོ་ཅིག་ཡིན་པ་ཡིན་ན་ཁོང་ཚོ་ལ་ངས་བཤད་ཡ་དེ་ག་ལ་འོང་རེད་ངས་ཀྱི། Criticize། བྱེད་དགོས་དེ་ད་ག་བ་ག་མ་རྟགས་དེ Constructive Criticism རེད་དེ་ཁོ་རང་ཚོ་གི་ལེན་ཐུབ་པ་ཡིན་ན་དེ་ང་རང་ཚོ་བོད་མི་མང་སྤྱི་ཡོངས་ལ་ཕན་ཐོག་འོག་རེད་ད་དེ་ལེན་མ་ཐུབ་དེ་གང་དེ་ཁོ་རང་ཚོ་དོགས་སྐྱོང་རོགས་ཨོ་ད་ག་རང་བཤད་ཡ་ཡིན་ཨོ་ཁེ་མི་མང་ད་ག་རང་ཡིན།